ནག་པོ། འོ་ད་ཚོ་ཚོང་མ་སྒྲིག་ཐུབ་གི་ཡོད་འདི་ནོ། དེ་ག་ནང་བཞིན་གི་ད་ཁྱེད་རང་གི་འདི་ཤུ་ལོ་ཀ་དང་པོ་གི་ཐོག་ཁ་འཛུགས་མོ་ཅིག་བཙུགས་པ་ཡིན་ན་ཨ་ནི་ཁྱེད་རང་གི་དེ་འདི་ཚོང་བསྒྲགས་ག་རེ་ཅིག་དགོས་གི་ན་དེ་བྱ་ཐུབ་གི་འདུག་ཨ། འོ་དེ་ཐུབ་གི་ཡོད། དེ་ཅི་ཨ་ནི་ཡང་ཁྱེད་རང་ལ་མ་དགོས་པ་ཡིན་ན་དེ་ཐོག་ཁ་ཅིག་ནི་ཨ་ནི་དཀར་པོ་བཟོ་རྒྱུ་དེ་ཐོག་ནས་ད་རང་ཁོ་རང་རང་ཅག་ལྷས་ཡོང་གི་རེད། དེ་ནི་ཤུ་ལོ་ཀ་དང་པོ་ཅིག་ཨ་ནི་དཔེར་ཆ་བྱ་ན་གཉིས་པ་ཐོག་གཅིག་ནས་ཉི་ཟླ་ཁྱེད་རང་གི་ལྟས་ལ་ཅིག། འདི། འདྲེ་ཤེས་འདྲ་འདྲ་ད་ཡང་གར་ལ་དགོས་རེད་ཅིང་ཆེན་འདྲ་འདྲ། སྒུག་ཡོད་བ་ཡིན་ན། འདི། ད་ག་རུ་འདི་ཐག་གཅིག་ནས་ཤར་ན་འགྲིག་གོ་འདི། འདི་ཐག་གཅིག་ནས་དེ་རེད། ཨ་ནི་གཉིས་པ་དེ། ད་ལྟ་ཁྱེད་རང་གི་དེ་ཐག་ཤུ་ལོ་ཀ་གཉིས་པ་ཐག་གཅིག་ནས་ཡོད་རེད་དེ་ལ་དཔེ་བལྟ་བཞག་སྒུག་ཡོད་ན། Mark། བཞག་དགོས་ན་དེ།

ཁྱེད་རང་གིས་ཆོས་ལུགས་ག་རེ་རེད་གི་སྒང་ལ་ཨང་གྲངས་བཅོལ་རྒྱུ་དེ་སྟོན་དགོས་རེད་དེ་སྟོན་མི་དགོས་བ་ཡིན་ན་འདི་རྟག་ཏུ་ལན་ཞག་འགྲིག་གི་ཡོད་རེད་ད་ནི་འདི་ཡང། འདི་ཆོས་ལུགས་ག་དེ་ཚོ་གི་ཨང་གྲངས་དེ་ཚོ་སྟན་དགོས་མི་དགོས་ད་དེ་ཚོ་ཚང་མ་འདི་ནང་ནས་ཁྱེད་རང་གི་སྒྲིག་འགོ་ཟེར་རྒྱུ་དེ་ནང་ནས་སྒྲིག་ཐུབ་གི་ཡོད་རེད་དེ་འདི་ནང་མ་ར་ཆ་གཅིག་གང་ཡོད་པ་དེ་ཚོ་ཚང་མ་དེ་ཁྱེད་རང་གིས་ཅིག་ཐུབ་གི་རེད་གལ་སྲིད་འདི་ཉིན་གཅིག་འདི་ཡང་ཁྱེད་རང་གི་མི་གཞན་པ་ལ་བསྐུར་དགོས་གི་ཡོད་ན་ད་ག་རང་འདི Share App ཟེར་རྒྱུ་དེ་ད་ག་བཞག་ནས་བསྐུར་ན་བསྐུར་ཐུབ་གི་ཡོད་རེད་ད་ནི་ཉིན་གཅིག་དེའི་ནང་གི་དེ་ཆ་ཆུ